ད་ལྟ་སྐར་མ་སྐར་མ་ལ་ཁག་ད་གནས་ཚུལ་གསར་བ་ཡིན་ན་རེད་ཡང་མེད་ན་འགྱུར་བ་གས་ཆོག་མང་པོ་ཞོག་ཅིག་ལས་དོ་དེར་སོང་ཙང་ཡང་དེ་ཚོ་སྐོར་ལ་ཁག་ད་ཅིག་གོ་ཅིག་ཚེ་ཆེད་དུ་ཡང་དེ་རིང་འདི་ལ་ཁག་ད་དགོ་ནས་དེར་བརྙན་ཐུང་ཅིག་བཟས་ན། ད་དེ་ཡང་ད་ལྟའི་ཆར་ང་ཚོ་ཁ་ཟས་དེ་ཡང་ད་ཨ་རི་དང་ཨ་ནི་ཨི་རན་ཨ་ད་ལྟ་ཨི་ཟི་རལ་ཨ་ནི་ཁོ་ཚོ་གསུམ་བར་གྱི་ཡང་ད་དམག་འཁྲུག་དང་འབྲེལ་བའི་ཐོག་ནས་ཨ་གནས་ཚུལ་གལ་ཆོག་ཅིག་ག་རེ་ལེགས་འདུག་ལབ་ན་ད་ལྟའི་ད་ལྟ་ཁ་སང་ཚེས་དེང་ཉིན་ཚོ་ལ་ཨ་ནི་ཨི་རན་གྱི་སྲིད་འཛིན་ངེས་ནས་ཨ་ནི་གསལ་བསྒྲགས་གལ་ཆོག་ཅིག་ག་རེ་བྱས་ལབ་ན་ད་ལྟའི་ད་ལྟ་ཁ་སང་ཚེས་དེང་ནས་འགོ་བཙུགས་རྗེས་ཨ་ནི་ཨི་རན་གྱི་ངེས་ནས་ཨ་ནི་ད་ཅིག་ཨ་རབ་ཀྱི་རྒྱལ་ཁབ་ཡིན་ན་རེད་ཡང་མིན་ན་ཨ་ནི་ཨི་རན་གྱི་ཐོག་ད་ཅིག

ཨི་རན་སྲིད་འཛིན་གསལ་བསྒྲགས་བྱས་ཚར་རེད་རྗེས་ནས་ད་རུང་ཡང་གོ་བརྡ་གཅིག་ཧད་ཨ་རབ་རྒྱལ་ཁབ་སོགས་ལ་ཨ་རབ་རྒྱལ་ཁབ་སོགས་ལ་ཨི་རན་ངས་ནས་གཏོར་རྐྱེན་སོགས་མུ་མཐུད་གཏང་གི་འདུག་བ་ད་དེ་ཡང་དཔེར་ན་བྷ་ཧི་རིན་དང་ཁ་ས་དེ་ད་ལྟ་དུ་བའི་དུས་ཚོད་ནང་ལ་བསྐྱོད་ད་དཔེར་ན་ཆུ་གཙང་མ་སོགས་ས་གི་ད་འཁྲུག་ཆས་ཡིན་ན་ཡང་དེ་འདྲས་གང་དང་ལྟེ་གནས་སོགས་ལ་གཏོར་རྐྱེན་དེ་མུ་མཐུད་གཏང་གི་འདུག་བ་འོ་དེ་འདྲ་སོང་ད་གང་ད་ཁ་སང་ཨི་རན་གྱི་སྲིད་འཛིན་གསལ་བསྒྲགས་དེ་ད་ག་བྱས་ཙམ་གཅིག་མ་གཏོགས་ངའི་གནས་ཚུལ་ལ་ལག་ལེན་གྱི་གས་འགྲོ་ཐུབ་མེད་འོ་དེ་འདྲས་གང་ད་ཕེབས།

ཨི་རན་སྲིད་འཛིན་ངམ་དེ་འདྲའི་གསལ་བསྒྲགས་བྱས་ཏེ་རྦད་དེ་ཨི་ཇིབ་ཀྱི་ཐོག་མ་སོང་ན་རྦད་དེ་ཨན་པརོ་ཕེ་ཤི་ནལ་རེད་ཨན་པརོ་ཕེ་ཤི་ནལ་ལ་ཡི་ག་སུ་རྦད་དེ་ད་དེ་འགྲོ་སྟངས་མ་ཤེས་པའི་བྱེད་སྟངས་རེད་ད་དེ་རྦད་དེ་ཆབ་སྲིད་འགྲོ་སྟངས་མ་ཤེས་མོད་ད་ཅིག་སྲིད་སྤྱིའི་སྟེང་སྟངས་མ་ཤེས་པའི་བྱེད་སྟངས་རེད་ཨ་དེ་ཙམ་མ་ཡིན་པ་ཁ་སང་རྦད་དེ་གསལ་བསྒྲགས་བྱས་སོ་ཞོ་ཅིག་རྦད་དེ་ཨི་ཇིབ་ཀྱི་ཐོག་མ་སོང་ན་བིག་ལ་ཧོར་བ་ཞོ་ཅིག་སྐྱོ་ཨ་དེ་ཙམ་མ་ཡིན་པ་དེ་རྦད་དེ།

རྟ་གང་དང་ཟུར་འདི་གང་དང་སྐྱེ་འཆི་ཕྱིའི་དུ་སྐྱེ་འཆི་གར་ཞུ་རྟ་འདི་གང་དང་ད་ཟེར་ལ་ཨ་ནི་ཨ་རབ་རྒྱལ་ཁབ་སུ་ངས་ནས་ད་ཅིག་ཐང་ཁོང་ཚོ་ངས་ནས་ཚུགས་ཐད་ཀར་ཨི་རང་གཏོར་སྐྱོན་བཏང་གི་མེད་འོ་ན་གང་དང་ཁོང་ཚོ་གི་ས་ཆ་སུ་ཨ་ནི་ཨ་རིག་བེད་སྤྱད་བྱེད་ཨ་རིག་ཨ་རིག་བེད་སྤྱད་བྱེད་བཅུག་ཅག་ནི་ཚུགས་ཨི་རང་ལ་གཏོར་སྐྱོན་དེ་བཏང་གི་ཡ་ལ་འདི་འདྲའི་སྐད་ཆ་བཤད་འདུག་ད་དེ་ཤུགས་ལ་གང་དང་ཁ་སང་ཨི་རང་སྲིད་འཛིན་བྱས་ས་རག་དེ་འགྲིག་གི་མེད་འོ་ན་དེ་ལས་ལྡོག་ཏེ་གང་དང་གཏོར་སྐྱོན་དེ་མུ་མཐུད་བཏང་དགོས་རེད་འདུག་དེ་འདྲའི། བོད་སྐད་ཆ་བཤད་འདུག་འོ་དེ་འདྲ་སོང་ཙང་ད་ད་དུས་ཆར་ཡི་རང་ནང་ལོགས་གང་ད་བེད་ད་ཅི་ཁོ་རང་ནང་ལོགས་འཁྲུག་དགོས་དེ་རིགས་གནས་སྟངས་རེད་ད་ནང་ལོགས་འཁྲུག་ཡ་ལ་ཤི་ལ་དོག་དོག་ད་དེ་ག་རེ་ཟེར་ན་ང་ཚོ་ཆབ་སྲིད་རེད་ཡ་མ་གང་ད་ཅི་ལྟ་བ་ལང་ཕྱོགས་ག་ནི་ད་ཅི་གུ་ཡངས་ཚ་དང་ཨ་ནི་ལྟ་བ་ཁྲག་པོ་དེ་གཉིས་པ་ལ་ཁོ་གཉིས་ད་འཁྲུག་བསྡད་འདུག་བ་དེ་ལྟ་ད་ད་ད་དེ་ཡི་རང་སྲིད་འཛིན་ད་ནི་སྲིད་འཛིན་མཉམ་དུ་ཡོད་དུས་གང་ད་གུ་ཡངས་ཡིན་ལ་ཡིན་ན་ད་ཕ་ཆོས་དེ་ལ་ད་ཆས་ལུགས་ཡིན་ནང་རེད་ཡ་མ་དེ་གང་ད་གོ་སྒྲིག་བྱས་མ་ཚོ་ཞོ་ལྟ་བ་ཁྲག་པོ་རེད་འོ་དེ་འདྲ་སོང་ཙང་ནི་གང་ད་ལྟ་བ་གི་དེ་རེད་ད་ཅི

ཐེངས་ལྔའི་གནས་ཚུལ་གང་འདྲ་ཕེབས་ཚང་མ་སྟངས་འཛིན་བྱེད་ཐུབ་ནས་ཕ་ཅེ་གོ་བགྲེས་ཅིག་ཡེ་ས་མ་ལ་འོར་ད་དེ་འདྲ་ཨི་རང་བྱས་པས་ཨ་ཧེ་ཏོ་ལ་ཧོ་མི་ནི་དེ་ཤི་ཚར་རྗེས་ནས་ཕ་ཅེ་ཡེ་ས་མ་ག་ད་ཡིན་མི་བ་དེ་གར་སོང་ན་ད་ག་ད་ཁ་སང་ཚེ་དེ་ཉིན་ནམ་ཡང་མེད་དེ་རིང་དུ་བ་ད་ཨི་རང་མཐོ་རིམ་གོ་བགྲེས་སུ་ངེས་ནས་སྐད་ཆ་འདྲ་མར་མང་པོ་བཤད་ཡོད་དུ་བ་གཅིག་གིས་བཤད་རྒྱུ་དེ་ཞྭ་མ་ཅིག་གིས་ལོ་ག་བཤད་དེ་ཡོད་དུ་བ་ད་དེ་དེ་སྐད་ཆ་དུ་ད་ག་ས་གོ་མི་ཐེབས་ཐུབ་ཅིག་གས་ཤེས་ཡས་མར་མཐོ་རིམ་གོ་བགྲེས་དུ་བཤད་རོགས་སུ་ན་ཁོ་རང་སུ་ན་འོང་ལ་གང་ད་ད་སེ་རག་སུ་ར་འདྲ་མར་མང་པོ་བཤད་འོ་ཅིག་བྱེད་དོ་དེ་འདྲ་སོང་ཙང་དེ་འདྲ་ལས་ཤིག་ཅེས་ད།

གནས་ཚུལ་ཞིབ་མོ་ཞིག་དེང་གི་འདུག་ཨ་ནི་དེ་ནས་དེ་ཙམ་མ་འབའ་ནི་ཁོང་ཚོ་ངས་ན་ག་ད་ཕིག་ན་རྫུ་བས་ཀྱི་ཅིག་གྲ་སྒྲིག་བྱེད་དགོས་དེ་གནས་ཚུལ་ཁ་སང་ཚེ་དིང་ནས་དེང་གི་འདུག་བ་ད་ཡིན་ན་དེ་འདྲ་དེང་གི་ཡོད་ན་ད་ད་ཁ་སང་ཚེ་དིང་འདི་གཉིས་ཚོ་ལ་ཨ་ནི་ཨ་རིའི་སྲིད་འཛིན་འགྲོ་ནོ་ཁྲོམ་ལ་དེ་དང་འབྲེལ་བའི་ཐོག་ནས་པའི་དྲི་བ་དྲིས་དགོས་ས་ནི་དེ་ག་སེ་རི་ཟུམ་ཁ་ལ་སང་དེ་རྩ་བ་ཉིད་ནས་དེ་འདྲ་གི་ཆ་ཤིག་དང་དེ་འདྲའི་དེ་པ་དེར་རྩ་བ་ཉིད་ནས་མེད་ཨ་ནི་དེ་འདྲའི་གི་གྲ་སྒྲིག་དེ་ལ་རྩ་བ་ཉིད་མེད་ཨ་ནི་དེ་ཙམ་མ་ཡིན་པ། ཀར་ཏིས་སྟེང་ངས་ནས་ད་ཅིག་གང་ལྟར་ཨི་རན་ནང་ལ་འཛུགས་བྱས་དེར་ད་ནང་ལུགས་སུ་རྒྱལ་ཁ་བཟུང་ལ་ནི་ཨ་རིག་གི་རྒྱབ་སྐྱོར་རྩ་བ་ཉིད་ནས་མེད། ད་དེ་ཀར་སི་ན་ད་དེ་ཅིག་བྱས་ཐོག་ལ་ནི་བལ་དམག་དེ་ཡང་རྒྱ་ཆེ་རུ་དང་བས་ཏེ་ཞི་ནང་ཚོ་རོ་དར་སོང་ཙང་དེ་ཚོ་ག་ལ་གང་ལྟར་ཨ་རིག་གི་རྒྱབ་སྐྱོར་མེད་བ་ནི་ཨ་རིག་གི་དེ་འདྲའི་ཆ་ཤིས་མེད་འོས་ཡང་ག་ལྟར་བས་གསལ་བསྒྲགས་ཅིག་ག་སེ་འཛིང་ཁྲོམ་ངས་ནས་གང་ལྟར་ཅིག་ག་བྱེད་ཆོག་བྱེད་ཆོག་ད་དེ་ཚོ་ལ་ལྟ་སྐབས་སུ་ཡང་དེ་ལྟར་ཁ་སང་ཚེས་ལྔ་དྲུག་གི་ད་སྲིད་སྤྱིའི་གཟིམ་ཐང་དེ་ག་ལ་ལྟས་སུ་ཡང་འགྱུར་བ་ཞིག་འགྲོ་ཡོད་དེ་འདྲས་ག་ལྟར་བས། ད་གནས་སྟངས་ཅིག་གང་ལྟར་ཅིག་རེད་ཀྱང་དེ་ཙམ་མ་ཡིན་པ་དེ་གི་མཉམ་དུ་ད་ལྟ་ཀར་ཏི་སི་ཐན་གི་ད་དམག་མི་ཡིན་ན་ཡང་ག་ད་ལྟ་ཅིག་མི་རིགས་དེ་ད་ལྟ་ཨི་རག་ནང་ལ་འཛུགས་ཅིག་ཡང་ག་ད་ཕི་ཨི་རག་ནང་ད་ལྟ་ཅིག་ད་ལྟ་ཁ་ཟས་དེ་ཨི་རག་ཕྱོགས་ལ་རྒྱུ་ཀར་ཏི་སི་ཐན་དེ་མི་རིགས་ད་ལྟ་ཅིག་དང་ཨི་རག་ནང་ལོག་གི་མི་རིགས་དྲ་རུ་བ་ད་ག་ད་ཁོང་ཚོ་མི་རིགས་ལོག་ཀར་དེ་ན་ག་ད་ཨི་རག་ལོག་ལ་ཚིག་དེ་རུ་བ་འོ་ད་དྲ་སོང་ཙང་ནི་ཁོ་རང་ཚོ་ད་ཅིག། ས་གནས་ས་གནས་རང་སྲིད་རང་སྐྱོང་དེ་འདྲ་གོ་ཞེས་ག་ད་ཕེབས་ལོ་ག་དེ་རིང་ནས་ག་ད་ཨི་རན་མི་རིགས་ཞོག་དེ་འདྲ་སོང་ས་ཁོ་ཚོ་ཨི་རན་ནར་འཛུགས་བྱས་ཅིག་ཅིག་རྫིག་མོ་ཆང་དེ་ནང་འཁྲུག་བྱུང་རོགས་དེ་འདྲ་སོང་ས་དེ་ད་ད་ནང་འཁྲུག་བྱུང་ཡས་ཀ་ལ་ཨ་ནི་ད་ད་ཏུར་ཀི་གི་རྒྱུ་ནས་དེ་ལ་རྒྱབ་སྐྱོར་རྩ་བ་ནས་བྱེད་མི་འདུག་བ་གང་ད་ད་ཅིག་ད་ད་ད་ཚེ་ཚེ་ལ་ཁ་ལོ་ད་ཅིག་ད་ཏུར་ཀི་གི་ལངས་ཕྱོགས་དང་དེ་ཚོ་ཏིས་གང་ད་ད་ཨ་རི་དང་ཨི་ཟི་རལ་ཏིས་བར་ཉེ་བའི་ཡོད་ས་ཡོད་མ་ག་ལོ་ད་ཅིག་ཏུར་ཏུར་ཀི་ཏིས་དཀྱིས་མ་དེ་ཉིད་རེད་དེ་ཡིན་ན་ཡང

ད་ཤུགས་རྐྱེན་ལས་ལ་དེ་ལས་སྐབས་སུ་ཨ་ནི་ཨ་རི་དེ་ན་ཚིག་དེ་རུ། ཨ་ནི་དེ་ཙམ་མ་ཡིན་པ་ཨ་རི་ལ་ཉེ་གི་ད་ཅིག་དཔལ་འབྱོར་གྱི་བརྟེན་ས་ཡེ་ནས་མེད་ན་ཅིག་ཨ་རི་ཁོ་རང་གི་དཔེ་ཤག་གྲོ་ལོར་ཆགས་ཡོད་རེད་གྲོ་ལོ་དེ་འཛམ་གླིང་རྒྱལ་སྤྱི་གི་བེད་སྤྱད་བྱས་ཚོགས་ཚད་ལ་གང་ད་ཁེབས་ཚང་བྱས་རོགས་དེ་ར་སོང་ཙང་གྲོ་ལོར་བེད་སྤྱད་བྱས་ཚོགས་དང་པོ་འགོ་འཛུགས་ས་དེ་སའུ་ཏི་གི་སྣུམ་ད་ཚོ་ནས་སླེ་རུ་བ་ཨ་ནི་དེ་ད་ག་སེ་ཕི་ཀི་ན་ནག་དྲུག་ཤོར་ཨི་རང་དེ་བད་ཐོར་ཞིག་ཆོག་ཆ་དེ་ཕི་ས་ཁུལ་ཁོ་ན་མེད་ར་ཅིག་འབར་དེ་ཨ་ནི་དེ་སྐབས་སུ་སའུ་ཏི་དང་དེ་ཚོ་སྣུམ་དེ

ས་ཡོ་ཚད་ཀྱང་ར་ཤེས་གང་དག་གཞུང་ཚབ་དེ་ལ་དོ་ད་ཏི་ཤུ་ལ་དོག་དོག་ད་གང་དག་ད་ལི་དེ་དམག་འཁྲུག་གནང་ལ་ཐད་ཀར་མ་བཙུགས་ན་ད་གང་དག་ར་ཤེས་འཛུལ་བས་ཀྱི་རྣམ་འགྱུར་དེ་ས་ཡོ་ཚད་ཀྱང་བསྟན་རོགས་གང་དག་ང་ཚོ་ཡི་རང་ལ་རྒྱབ་སྐྱོ་ཡོད་ལས་ཀ་སུ་ད་ཡི་རང་ལ་དཀའ་ངལ་འཕྲད་ཁ་སུ་གྱ་གྱ་གྱ་ད་རོགས་པ་བྱས་དེ་ས་ཡོ་ཚད་ཀྱང་བསྟན་རོགས་རོགས་ད་ད་ཅི་ད་ད་ད་བར་དུ་ར་ཤེས་ངན་ནས་བར་ཡི་རང་ལ་ད་མཚན་བྱ་དེ་དོག་ནས་རྒྱབ་སྐྱོ་བྱས་མི་གང་དག་དྲི་བ་དྲི་ཁ་སུ་ད་དེ་སྐབས་སུ་ད་ལན་དེ་ད་ད་ཁ་སང་དུ་ར་ཤེས་གཞུང་གི་མགྲིན་ཚབ་པ་པེ་སི་ཀོབ་ཀྱི་ལན་བརྒྱ་བ་ནང་ད་ཀྱི་ད་ད་བར་དུ་ཡི་རང་ངན་ནས་ཁོང་ཚོ་ལ

ད་ལྟ་ད་ལྟ་བར་དུ་གསལ་བཤད་དེ་འདྲ་གལ་ཆེ་ཡང་མ་རེད་དེ་ཡིན་ན་ཡང་ད། དེ་ག་ལ་ཁ་ཙམ་བྱས་ཡོད་སོགས་རེད་འདུག་དང་པོ་དེ་ལ། ད་ཁ་སང་དུ་གནས་ཚུལ་དེ་ཙམ་མ་ཡིན་པར་ར་ཤི་ཡའི་གཞུང་ཚབ་ལབ་སྟངས་དེ་ད་གསལ་བོ་སེ་ན་ལགས་འདུག་ང་ཚོ་དཀྱིལ་མ་ལ་དད་མེད་དག་ཚེ་ང་ཚོ་རྦད་དེ་ཨི་རན་མཉམ་དུ་ཡོད་སྐད་ཆ་བཤད་ཡོད་འདུག་འོ་དེ་འདྲ་སོང་ཡང་དེ་དུས་གང་ད། ད་ད་ལའི་དམག་འཁྲུག་དེ་གི་ཁག་ཏུ་ད། འགྱུར་བ་ཡང་ཁེལ་ཆོག་འདྲ་བོ་ཅིག་རེད། དེ་ཤི་ད་ཐི་ཡོད་ན་ཏིག་གནས་ཚུལ་གས་ཆོག་ཅིག་ག་རེ་གོ་ཚུལ་ལ་ན་ད་ཐི་ང་ཚོ་ག་རེ་ཟེར་ཏེ་དེ་ད་ཨི་རང་གི་ཆེ་བའི་ཨ་ཧའི་ཏོ་ལ་ཁོ་མི་ནི་དེ་སད་ས་རི་བྱས་ལ་ཨ་ནི་ཁོ་གི་ཚབ་ལ་ག་ད་བེ་ད་ཅིག་ཡང་གོ་རེ་ཞིག་དམ་གོ་རོ་ད་ང་ཚོ་ཨི་ཇི་ག་ད་མ་སོ་ན་ཨ་ནི་ཨི་རང་གི་སུབ་རིང་ལི་ཏྲ་དེ་དམ་གོ་རོ་ཨོ་ཏེ་ཏེ་ད་མས་ག་ལ་ད་ད་ཁ་སང་དུ་ཨ་ནི་གོ་བཅུག་ཅེ་ཨ་ནི་ཨི་རང་གི་ནང་ལ་ཡེ་སྐྱོ་དེ་རི་ད་ཅིག་ཀང་སི་ལོ་བྷ་ཏེ་ལ་ཉེ་དེ་བེ་ཁོ་ཚོ་ཅིག་ད་གྲ་སྒྲིག་བྱས་ད་ཐི་གྲ་སྒྲིག་བྱས་བ་ནང་ད་ཡི་ག་ད་དེ་རིང་དེ་ད་ཚེས་བརྒྱད་ཡམ་ཐིག་དེ་ད་ས་ཉི་མ་སོ་ལ་ཨ་ནི་ཁོ་ཚོ་ང་ནི་ད་དེ།

ཨ་རི་ཡང་དེའི་ནང་ལ་འཛུལ་ཞུགས་བྱེད་དགོས་ཟེར་དོག་དོག་བྱས་ན་ཨ་རི་དང་ཐིམ་པའི་མི་ཅིག་གོ་གི་འདུག་དེ་འདྲ་སོང་ཙང་དེ་ཚོ་གས་མི་མི་བ་སོང་ཙང་ད་རྒྱ་རྒྱ་རྒྱ། ཨ་རི་ཨི་ཟི་རལ་ལས་ལོག་བཞག་གི་མ་རེད་འོ་དེ་འདྲ་སོང་ཙང་ད་གང་ད། ད་དེ་དམ་ཚ་ཡོད་ན་གང་ད་སུ་ཡིན་པའི་དེ་འདྲ་ཡང་དེ་ད་སེ་འོས་གས་མི་འདུག་རོ། དེ་ལྟ་དེ་མ་ཏི་གནས་ཚུལ་གལ་ཆེ་བོ་གཅིག་ག་རེ་གོ་ཚོད་ལ་ན། ད་དེ་ད་ལྟ་ཟེར་ལ་ནི་ཨ་རི་དང་ད་ཨིས་རལ་ངན་བར་ཨི་རན་ལ་ག་ད་ད་དྲག་པོའི་བཙན་འཛུལ་ཞི་བོ་བྱེད་རུ་བ་ད་ཅི་སྟངས་དེ་དྲག་པོའི་བཙན་འཛུལ་བྱས་སུ་གང་ལ་ཨ་རི་དང་ཨི་རན་གཉིས་ཏེ། ག་ས་ཨ་རི་དང་ཨིས་རལ་གཉིས་ཏེ་དཔུང་བསྒྲིགས་ཡི་བ་ཡང་མ་ན་མཉམ་རུབ་ཀྱི་ཐོག་ནས་ཁོ་གཉིས་དྲག་པོའི་བཙན་འཛུལ་བྱེད་ཀྱི་རུ་བ་ད་ཡིན་ན་ཡང་ཁོ་གཉིས་ཀྱི་མཐའ་མིག་གི་དམིགས་ཡུལ་ཏེ་ལོག་ག་རུ་བ།

ཁོ་གཉིས་ཀྱིས་ད་མིག་ཨུད་དུ་ལོག་ག། ཀྱ་ཀྱ་ཀྱ་ཡ་རོ་ད་དྲ་སོང་ད་དེ་ཡའོ་ནང་ད་ཀི་ཨ་ནི་ཨེ་ད་ད་དེ་བྱ་ལ་ཨ་ཉམས་ཞིབ་པ་ཁ་ཤས་ཨེ་ད་ཅིག་ཨེ་ད་ཨེ་ད་དཔེ་ན་ཨ་ལ་ཨི་ཛི་རལ་ད་ཕ་བཞག་ཤོར་བ་ད་ད་ཨ་རིག་གི་དམིགས་ཡུལ་ག་རེ་ཡིན་མིན་གང་ལ་ད་དེ་བྱ་ལ་ཚེག་བག་ཅིག་ག་རེ་བྱེད་འདོད་ན་ད་དེ་གང་ད་ག་ད་ཨ་རིག་སྲིད་འཛིན་དོ་ནལ་ཁྲོམ་གྱི་ད་ཨེ་ད་ལའི་གང་ད་དམག་འཁྲུག་དེ་གི་དམིགས་ཡུལ་གཙོ་བོ་དེ་ཨ་ནི་ཨི་རན་ལ་ཉེ་རྒྱལ་ཁབ་དེ་རྦད་དེ་ཨེ་ད་ང་ཚོ་ཁ་བརྡ་བཏང་ཏེ་སྲིད་འཛིན་ཁྲོམ་གྱི་དམིགས་ཡུལ་རེད་བྱ་ལ།

སྐད་ཆ་གལ་ཆེ་བོ་ཞིག་གར་བྱེད་འོས་ན་ད་ལྟའི་ད་ལྟ་ཚེས་ལ་ཨ་རི་དང་ཨི་ཛི་རལ་ཨི་རན་ཁོ་ཚོ་གསུམ་བར་གྱི་དམག་འཁྲུག་དེ་ད་ལྟའི་ཁ་ཕྱོགས་ལོགས་ཀ་ཞིག་ལ་བྲོས་འདུག་ལབ་རེད་ད་ཁ་ཕྱོགས་གང་འདྲ་ལོགས་ཀ་འགྲོ་སོང་ད་ལྟའི་ཁ་ད་ལྟ་ཚེས་ལ་ད་ཁོ་ཚོ་ཕན་ཚུན་བར་ལ་གཏོར་སྐྱོན་བཏང་སྐབས་སུ་ད་ཅིག་དམག་གི་ལྟེ་གནས་གལ་ཆེ་བོ་ཡིན་ནའང་རེད་ཡང་མེད་ན་ཁ་ད་ཅིག་དམག་དང་འབྲེལ་བ་ཡོད་དེ་འདྲའི་ལྟེ་གནས་ལ་གཏོར་ཡ་ཙམ་མ་ཡིན་པ་དེ་གི་མཉམ་དུ་ད་དཔལ་འབྱོར་དང་འབྲེལ་བ་ཡོད་སྐྱོ་ཨ་ནི་དེ་ཙམ་མ་ཡིན་པ་ཁ་ད་ད་ཅིག་གང་ད་མི་དམངས་དཀྱིལ་མ་དང་ཐད་ཀར་འབྲེལ་བ་ཡོད་དེ་འདྲའི་ཁ་ད་ད་ཅིག་ལྟེ་གནས་གལ་ཆེ་བོ་ལ་གཏོར་སྐྱོན་ཞོ་ཞིག་བཏང་ཡོད་འོ་དེ་འདྲ་སོང་ད་ད་ལྟ་དམག་དེ་གང་ད། ཞེད་སྣང་ཚ་བོ་ཞིག་གང་ལ་འགྲོ་གི་ཡོད་ཡང་མིན་ན་དེ་ཁ་ཕྱོགས་གསར་བ་ཞིག་ལ་འགྲོ་གི་ཡོད་དེ་འདྲའི་གང་འདྲ་བའི་བྱས་པ་ལྟར་བྱས་འདུག་བ་ད་དེ་ཡང་དཔེར་ན་དེ་རིང་འདུག་བ་ད་ཨ་རི་དང་ཨི་ཟི་རལ་གཉིས་ན་ནི་ཨི་རང་གི་དེ་རིང་ད་ཅིག་སྣུམ་ཁ་ཤས་ལ་ཧང་སྣུམ་ཁང་ཁ་ཤས་ལ་གཏོར་སྐྱིན་ཧང་ཞིག་བཏང་བ་དང་རྦད་དེ་ཨི་རང་གི་རྒྱལ་ས་དེ་རང་ཚོ་རྦད་དེ་མེ་དང་དུ་བ་ཁ་ཡང་དེ་འདྲའི་གང་འདྲ་བའི་གཏོར་སྐྱིན་ཤུགས་ཆུར་བཏང་འདུག་བ་ཨ་ནི་སྣུམ་དེ་ཐད་ཀར་ད་གང་འདྲ་མི་མང་དཀྱིལ་མ་ལ་བྲོས་བྱ་འདི་ཙམ་མ་ཡིན་པ་ད་ཨི་རང་གི་ནང་ལ་ཡི་གེ་ད་ཅིག་ཆུ་གཙང་མ་བཟོ་ས་གི་དེ་འདྲའི་གང་འདྲ་ཡང་བའི་ཁྲུའུ་ཅན་ས་འདི་འདྲའི་གང་འདྲ་དེ་ནས་གཏོར་སྐྱིན་བཏང་འདུག་བ་ཨ་ནི་ཁོང་ཚོ་ཕར་འདིར་བཏང་ཡོད་ས་མ་ཡིན་པ་ཨི་རང་གི་ནང་ཆུ་ད་རང་དུ་ཁྱེད་བཏང་གི་འདུག་འོ་དེ་འདྲ་སོང་ད་ད་དེའི་ཆ་མར་ད་དེའི་གང་ད་ཁ་ཕྱོགས་ལོག་ཁ་ཅིག་ལ་འགྲོ་གི་ཡོད་འདི་འདྲ་གང་ད་ཕེ་ཚེ་དཔག་ཆེ་ཉེ་གཅིག་ཡོང་དུས་དེ་བཞི་ད་དེ་ཡིན་ན་དེ་གནས་ཚུལ་གས་ཆོག་ཅིག་ག་རེ་གོ་ཚུལ་ལ་ན་ད་དེ་ད་ད་ཨ་རིག་གི་ནང་ལ་ཡོད་རྒྱུ་དེ་རི་ད་ཅི་ཆབ་སྲིད་ག་ལ་དེ་རི་ད་ཉམས་ཞིབ་ཅིག་ཉན་ད་ད་ད་ཇོལ་བོ་ཏན་ལ་ཉན་རི་བ་ད་ཇོལ་བོ་ཏན་ལ་ཁོ་རང་ཆབ་སྲིད་ཉམས་ཞིབ་ཙམ་མ་ཡིན་པ་ཁོ་རང་ངེད་ནས་ཨ་རིག་ནང་ལ་ད་ཨ་རིག་གཞུང་ནང་ལ་ཁོ་གི་ལས་ཀ་མང་པོ་བྱེད་རོགས་ཉི་མ་དེ་བུ་ཞིག་སྐབས་སུ་ཕ་ཆེ། ཁོག་ལས་ཀ་བྱས་འདི་ཙམ་མ་ཡིན་པར་སེམས་ཅན་ཁྲོམ་དེ་སེམས་ཅན་དེའི་དང་པོ་བྱེད་སྐབས་སུ་ཁྲོམ་གྱི་རྒྱལ་པོ་ལ་ལམ་བསྟན་བྱེད་ཅིང་དེ་འདྲའི་གང་ལྟ་བུས་མི་གལ་ཆུང་ཆེ་གེ་རུ་ཇོ་བོ་དྲིལ་ཨ་འདི་ཙམ་མ་ཡིན་པར་ད་ལྟ་སྔོན་མ་ཉིས་སྟོང་བཅོ་བརྒྱད་སྐབས་སུ་སེམས་ཅན་ཁྲོམ་ངས་རེ་ད་ཅིག་ཨ་རི་དང་ཨི་རན་གཉིས་བར་ལ་ཞག་བཞག་རྒྱུ་དེར་འདུག་བྲན་ཚེ་འཇགས་ཀྱི་ཆིངས་ནས་ཚུར་ཕྱིར་འཐེན་བྱེད་སྐབས་སུ་ད་ཕྱིར་འཐེན་བྱས་སོང་རྒྱལ་པོ་ལ་ལམ་བསྟན་བྱེད་ནས་ཡིན་ན་མིན་ན་དེ་ཇོ་བོ་དྲིལ་ཁོ་ཚོར་བ་ཇོ་བོ་དྲིལ་ད་མེག་པོམ་པེ་སུ་ཚོར་བའོ་དེ་འདྲ་སོང་ཙང་ད་ད་ཁ་སང་ཚེས་དེ་ད་ག་ཚོད་དེ་དེ་གཉིས་ཚོ་ལ་ནི་ཇོ་བོ་དྲིལ་ངས་ནས་ད་ད་ལྟ་གི་དམག་འཁྲུག་དང་འབྲེལ་བའི་ཐོག་ནི་བསམ་ཚུལ་གལ་ཆེ་བ་ཞིག་ག་རེ་བཤད་བཞིན་ལ་ན། ད་དེ་གང་ལྟར་ཨ་ཨི་རང་ཀྲོའུ་གི་ད་རྒྱལ་ཁབ་ཡིན་ན་ཡང་དེ་གང་ལྟར་འགོ་ཁྲིད་ནས་ད་ལྟ་གང་ལྟར་འགོ་ཁྲིད་སུ་མཉམ་དུ་རྩ་བ་གཉིས་ནས་གང་ལྟར་གྲལ་བསྡུར་བྱས་ཡས་མ་རེད་གང་ལྟར་ཁོང་ཚོ་ལ་ཡིད་ཆེས་ཀྱིས་ཁྲལ་བསྡུར་བྱས་ཏེ་དཀའ་ངལ་སེལ་ར་ནི་དེ་དེ་ཡོང་མི་སྲིད་བ་རེད་གང་ལྟར་གང་སྲིད་ན། ད་གྲལ་བསྡུར་བྱེད་སྐབས་སུ་ཁོང་ཚོ་གིས་ཁས་ལེན་ཅིག་བྱེད་ཀྱི་རེད་སྲིད་ན་ཁས་ལེན་བྱས་ཚར་རེ་བྱས་ན་ནི་ཁོང་ཚོ་རྦད་དེ་ལས་ཀ་དེ་རྦད་དེ་ལོག་ཀ་དེ་བྱེད་ཀྱི་རེད་སྲིད་དེ་ཡང་དེ་ཡང་ད་དཔེར་ན་སྔོན་མ་ཉིས་སྟོང་བཅོ་ལྔ་སྐབས་སུ་ད་ལྟ་ཨོ་བྷ་མ་སྐབས་སུ་ཨི་རང་དང་དེ་ཨ་རི་གཉིས་པོ་ལ་ད་དུ་འབྲེལ། དེའི་ལས་གཞི་དང་འབྲེལ་བའི་ཚོགས་ཆེན་ཡིག་ཆར་རྗེ་སི་པི་ཡོ་ལ་ནི་བཞག་རོགས་ད་དེའི་ཞལ་བཀོད་སུ་ཡི་རང་གི་དུས་རབས་ཕྱིན་ཆད་བཟོས་མིན་པའི་ཁས་ལེན་བྱས་ནས་ཨ་རིའི་ངས་ནི་པ་ཡི་རང་ལ་དཔལ་འབྱོར་ཉོ་བ་དང་ཚོ་ཚང་མ་ཕྱིར་བསྡུ་བྱས་རོགས་རོགས་ད་ཡིན་ན་དེའི་སྐབས་སུ་ཡི་རང་དེ་འདྲའི་ཁས་ལེན་བྱས་ཡོད་བ་ཡིན་ན་ཁ་ཏོ་དུས་རབས་ཕྱིན་ཆད་བཟོས་ཀྱི་ལས་གཞི་ནི་དེ་ཚོ་ནི་འགོ་བཙུགས་ཚར་ཞེས་ལབ་རོགས་ད་ཇོ་ལ་པོ་ཀྲེང་ལགས་ཀྱིས་ད་དཔེར་ན་ད་ཁོས་ལས་བྱས་ན་ལོ་ཉི་ཤུ་རྩེ་ལྔ་ནི་དེ་ལས་གཞི་དེ་འགོ་བཙུགས་ག་རེ་བཟོ་འོ་དེ་འདྲ་སོང་ཙང་ཡི་རང་མཉམ་དུ་རྩ་བ་ཉིད་ནས་གྲོས་བསྡུར་དེ་འདྲ་བྱས་ཡ་མ་རེད་དེ་ལས་ལྡོག་ཏེ་ད་ད་ལྟ་སྲིད་འཛིན་ཁྲོམ་གྱི་ཆེ་བ་རྣམ་དག་གིས་དམག་ཁོ་རང་དྲག་པོ་ཁོ་རང་ཐོག་ནས་གནས་ཚུལ་ཐག་གཅོད་བྱེད་དགོས་རེད་ལ་འདི་འདྲའི་ག་ད་པའི།

ཆུང་དྲུང་ཆེ་ཟུར་བ་མེག་པོམ་པེ་ཡོ་དང་ཇོལ་བོ་ཏན་ཁོང་ཚོ་གཟིགས་རྒྱུ་རེད་ཁོང་ཚོ་དཔེ་དེབ་ད་ལྟ་བ་བཟོ་གི་རེད་ཟོ་དེ་ར་སོང་ཙང་གང་ལྟར་ཁོང་ཚོ་ལས་སླ་བོ་ཞག་མིན་པའི་དེ་རིང་སྐད་ཆ་བཤད་ཡི་འདུག་བ་གང་ལྟར་ཇོལ་བོ་ཏན་ཡང་ལྐོག་ཟ་བཏང་ཡིན་ཟེར་ཉིན་ལྟར་མང་པོ་བཏང་རོགས་དེ་འདྲ་སོང་ཙང་གང་ལྟར་མི་སྒེར་གྱི་ད་གང་ལྟར་སྙིང་ནད་ད་དེ་ད་སྙིང་ནད་ད་དེ་བསྟེན་ཅིག་ཧ་ད་དེ་བྱ་ལ་དྲག་པོ་ཁོ་རང་ཁོ་ཏག་ཏག་ཟོག་རེད་ལ་དེ་འདྲ་གང་ལྟར་ཁོ་རང་བོས་བསམ་ཚུལ་གཅིག་ཤེས་དེ་ད་ལྟ་ཅི་བཏང་ད་ཇོལ་བོ་ཏན་དང་ཁྲོམ་ཡེ་ཤེས་ཆ་པོ་མཁན་ཡང་མ་ཁོ་གཉིས་བོས་ཏེ་འཁྲུག་ཚར་རོགས།

ཨ་འདི་ཉམས་ཐག་གང་ད་ཕལ་ཚིག་གཉིས་པ་ལ་གཏོར་རྒྱན་ག་རེ་ག་རེ་བཏང་ཡམ་ད་འདི་ང་ཚོ་གེ་ཞི་བོ་ཞིག་ལགས་གེ་གེ་མདོ་ཚོ་མོ་ད་འདི་གང་ད་ད་དེ་གཉིས་ལ་ལ་བ་ལང་ཐང་གི་ད་ཁོ་དམག་དེ་ནས་ད་ག་རེ་ཡིན་དེ་ཙམ་མ་ཡིན་པ་ད་ག་ག་བ་ཡང་ང་ཚོ་གཏོར་རྒྱན་བཏང་ཡོད་འོ་དེ་འདྲ་གསུངས་ད་ད་དེ་ཚོ་གོ་ལ་ཞི་བོ་ད་ང་ཚོ་ལབ་གེ་འདྲ་གེ་ཡས་ཀྱི་མ་རེད་སོ་ཨ་འདི་གི་ཉམས་ཐུག་ད་ཕ་ཆེ་དེ་རིང་རང་ཡིན་ས་ད་དེ་རིང་ད་ད་ད་ད་འདི་གར་ས། ད་ལྟ་ནོར་ཝེ་གྱི་རྒྱལ་ས་ཨོ་སོ་ལ་ཡིན་ན་ཅི་ན་ལ་ཡིད་སྐྱོ་དེར་ཨ་རིག་གི་གཞུང་ཚབ་ནང་ལ་ཡང་པའི་བྲག་ཅེས་པའི་སྐད་ངག་དེར་བྱུང་དེར་གནས་ཚུལ་ཅིག་དེང་གི་འདུག་བ་ད་གང་ལྟར་དེ། ནོར་ཝེ་ཉེན་རྟོག་པའི་ལྟ་ཅི་ཤེས་ཀོ་ཆེ་ལྟ་དེའི་པ་ཅེས་བྲག་ཅེས་པའི་གང་ལྟར་ལྟ་ཅིག་ལས་ཁུག་དེར་ཡིན་པས་དེར་ཡང་པའི། ད་སའི་བྲག་དྲ་བོ་ཅིག་ག་ཅིག་ཆགས་དེ་ཚོ་ལ་ལྟ་ཡི་སྐབས་སུ་ད་གང་ལྟར། ད་དེའི་ཟེར་ལ་པའི་དེ་དམག་དེ་གང་ལྟར་ཁྱེད་ཡོང་ནས་ཅིག་འཁྲུག་གི་ཡོད་དེ་འདྲ་ཁྱེད་ཡོང་ནས་གང་ལྟར་ལྟ་ཅིག་པའི་དེ་ཆུ་དང་མ་སོ་ན་ཅིག་ཁོག་གི་ཡོད་དེ་འདྲ་གནས་སྟངས་འདྲ་བོ་ཅིག་རེད། ཨ་མདོ་དེའི་མཉམ་འདུས་ཐད་ད་ལྟའི་ཆར་ལ་ད་ལྟའི་ཨིས་ར་ཨེལ་དང་ནི་ཧེས་པོ་ལཱ་གཉིས་བར་གྱི་ཐད་དམག་འཁྲུག་ཡིན་ན་ཡང་དེ་ནི་ཨ་ཁ་ནས་མུ་མཐུད་འགྲོ་བ་ཅིག་རེད་ཅེ་ད་ནི་ཨིས་ར་ཨེལ་ངས་ནས་ད་ལྟ་ལེ་པེ་ནཱན་ལ་གཏོར་སྐྱེལ་ཏེ་ཨ་ནི་དེ་ཙམ་མ་ཡིན་པར་ལེ་པེ་ནཱན་ནང་ལ་ནི་ཨིས་ར་ཨེལ་གྱི་དམག་མི་བཏང་རྗེས་ཨིས་ར་ཨེལ་གྱི་ས་ཆ་ཟེར་ཡོད་ད་དེ་ཡང་ཨ་ཁ་ནས་མུ་མཐུད་རེད་ཤ་ཨ་ནི་དེ་མུ་མཐུད་ཙམ་མ་ཡིན་པར་ད་གང་ད་ད་དགོང་དེ་རིང་དུ་ཨ་ཕིས་ལེ་པེ་ནཱན་ལ་ད་ཅིག་ཧེས་པོ་ལཱ་དང་ཨིས་ར་ཨེལ་དམག་མི་གཉིས་ལ་བར་ད་ཅིག་དེ་གདོང་ཐུག་དེ་རུ་བྱུང་རྗེས་ཨ་ནི་ཨིས་ར་ཨེལ་གྱི་དམག་མི་དེ་རེད་བསད་ཡོད་དེ་འདྲའི་ད་གནས་ཚུལ་དེ་རེད་ཅིག་དེ་འདྲའི།